བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲིད་ལག་ལེན་གསོལ་སྟོན་མའི་སློབ་ཚན་གྱི་སློབ་སྟོན་རྩ་བའི་ཞོ་ལོ་ཀ་ཉི་ཤུ་རྩ་གསུམ་པ་འོ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་སུ་བརྒྱབ་པ་ཡིན་ཨ་ནི་དེའི་ས་ཚིགས་ཡིན་ན། འདོད་པའི་ཡོན་ཏན་རླན་ཚེ་ཆུ་དང་འདྲ། ཅི་ཙམ་སྤྱད་ཀྱང་སྲེད་པ་འཕེལ་བར་འགྱུར། གང་ལ་ཞེན་ཆགས་སྐྱེས་པའི་དངོས་པོ་རྣམས་འཕྲལ་ལ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ཨོ་དེ་འདྲ་གསུངས་པ་རེད། ད་འདིས་ག་རེ་གསུང་གི་ཡོད་པ་རེད་ལབ་ན་ང་ཚོ་མདོ་པ་ལ་ཆོག་ཤེས་བསྟེན་ཚུལ། མདོ་པ་ལ་ཆོག་ཤེས་བསྟེན་དགོས་རེད་མདོ་ཡོན་ལ་ཆོག་ཤེས་བསྟེན་དགོས་རེད། མདོ་ཡོན་ལ་ཆོག་ཤེས་བསྟེན་ནས་ཨ་ནི་ཁ་ཐུག་ཁ་ཐུག་དེ་མ་འཕྲོ་འདྲ་བོ་བཅད་མ་བཞག་པ་ཡིན་ན་མདོ་ཡོན་ལ་དཀའ་ཚེགས་སྐྱེས་ན་མདོ་པ་ཁྱེད་རུ་ཉོན་མོངས་ཆེ་རུ་འགྲོ་གི་རེད། ཨ། དཔེ་ག་རེ་བཞག་པ་རེད་ལབ་ན་ཚོ་ཁ་སྐོམ་པའི་སྐབས་ལ། ཚོ་སྐོམ། ཨ་ནི་སྐོམ་ཚད་ཡོང་གི་ཡོད་པའི་སྐབས་ལ་ཁ་སྐོམ་པའི་སྐབས་ལ། ཨ་ནི། ཚ། ཚ་ཆུ། ཆུ་བོའི་ནང་ལ་ནི་ཚ་ཡོད་རྒྱུ་དེ་འདྲ་མཐོང་པ་ཡིན་ན། སྐོམ་ཟེར་ཡ་ལ་ཕན་ཐོག་གི་མ་རེད། ག་ཚད་མཐོང་ན་སྐོམ་ཚད་ཤུགས་ཆེ་རུ་འགྲོ་གི་ཡོད་རེད་ཚ་ཆུ་དེ་ཚོ་མཐོང་ན། ག་ཚད་མཐོང་ན་སྐོམ་ཚད་ཤུགས་ཆེ་རུ་འགྲོ་གི་ཡོད་དེ་དང་གཅིག་པ་རེད། ཡིན་ཙང། འདོད་པའི་ཡོན་ཏན་སླན་ཚེའི་ཆུ་དང་འདྲ། ཅི་ཙམ་སྤྱད་ཀྱང་སྲེད་པ་འཕེལ་བར་འགྱུར། སྔར་སོར་འདོད་ཡོན་གྱི་འདོད་པའི་ཡོན་ཏན། རྒྱུ་ནོར་ལོངས་སྤྱོད་ཡིན་ན་རེ། མཚན་སྙན་གྲགས་ཡིན་ན་རེ། གཞན་པའི་སྔར་སོར་ཕོ་མོ་བར་གྱི་འཁྲིག་པའི་བདེ་བ་ཡིན་ན་རེ། ཅི་ཙམ་སྤྱད་ཀྱང་སྲེད་པ་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་འགྲོ་དགོས་རེད། དེ་གསུང་གི་ཡོད་པ། ཡིན་ཙང་ཁ་ཐུག་ཁ་ཐུག། དཔེར་ན་རྒྱུ་ནོར་ལོངས་སྤྱོད་འདྲ་བོ་བྱས་ན་བེ་ཤ། སྒོར་མོ་སྟོང་བཤེར་གཅིག་ཐོབ་པ་ཡོད་ན་སྟོང་བཤེར་གཉིས་ཡོད་ན་བསམ་གཉིས་ཐོབ་པ་ཡོད་ན་གསུམ་ཡོད་ན་བསམ། ཨ་ཏོས་ཀྱི་མ། ཨ་ནི་འདོད་པ་དེ་ཁ་བསྐང་འགྲོ་བ་དེ་འདྲ་ཅིག་ཡོད་མ་རེད་འདོད་པ་ཚིམ་འགྲོ་བ་ཅིག་ཡིན་ཙང་ཁ་ཐུག་དེ་ལ་ཆོག་ཤེས་བསྟེན་དགོས་རེད། ཁ་ཐུག་ཆོག་ཤེས་བསྟེན་ཚུལ་དེ་ག་རེ་འདྲ་གསུང་གི་ཡོད་པ་རེད་ལབ་ན། ཨ་ནི་དཔེར་ན་སྤྲོ་ཁོག་མི་ཏོག་ཙམ་ཟིག། ཨ་ནི། གུ་ལོག་ཀུན་གྱི་ཡོད་ཙམ་གྱིས། ཨ་ནི་བསྡད་ས་འདུག་ས་ཡོད་ཙམ་ཟིག་གི་འགྲིག་པ་གྱིས་དེའི་ཕ་འཇིག་ག་ལྷག་མ་བྱུང་བ་ཡིན་ན་ཁ་ཐུག་དེ་ལ་སྐྱོན་དེ་ནི་ཨ་ནི་བཙན་ཆུས་བཙན་ཐབས་ཀྱིས་ནི་རང་གི། ཨ། འདོད་པའི། སྲེད་པ་གི་མགོ་དེ་མ་གནས། ཨོ་དེ་འདྲའི་སྐྱེས་པ་དེ། ཁ་ཐུག་དེ་འཕྲད་ལ་ཁ་ཐུག་དེ་དེ་འདྲ་བྱས་ནས་མདོ་བ་གང་གོ་མ་གནས་ནས་མདོ་ཡོད་ཡིན་ལ་གཉིས་མིག་བསམ་བློ་དང་ཡང་དེ་རྒྱ་སེ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ཡིན། ཨོ་དེ་འདྲ་གསུངས་པ་རེད། ཨོ་ཐུགས་རྗེ་ཆེ།